བོད་ཀྱི་བང་ཆེན་གྱི་བྱིས་སྒྲུང་སེང་གེ་ལྷན་རྒྱས་སྐུ་འགམ་བཟང། ཧྲིམ་ལ་གུ་མོའི་ཁྱེད་རྣམས་ལ་བྱིས་སྒྲུང་བུ་ཆུང་པི་ནུ་ཁྱོའི་གཏམ་རྒྱུད་ལེའུ་དྲུག་པ། པི་ནུ་ཁྱོའི་རྐང་པ་མེས་ཚིག་ནས་སོལ་བར་གྱུར་པ་སྙན་སྒྲོན་ཞུ་རྒྱུ་ཡིན། དེ་ནི་དྲག་ཆར་རླུང་འཚུབ་ཆེ་བའི་མཚན་མོ་ཞིག་རེད། འུར་སྒྲ་འུར་འུར་དུ་ལྡིར་ཞིང་གློག་འོད་ཤིན་ཏུ་གསལ་བའི་ནམ་མཁར་མེ་འབར་བ་ལྟར་སྣང། པི་ནོ་ཁྱོ་འབྲུག་སྒྲ་ལ་ཧ་ཅང་གཞས་ན་ཡང། བཀྲེས་ལྟོགས་ནི་ཞེད་སྣང་ལས་ཀྱང་ཚབས་ཆེ་བས་པི་ནོ་ཁྱོ་ཁང་པས་སྒོ་བརྒྱབ་སྟེ་གྲོང་སྡེའི་ཕྱོགས་སུ་རྒྱུགས་པ་དང་ཆུང་ཐེངས་བརྒྱ་ལྷག་གི་ནང་གྲོང་སྡེའི་ནང་འབྱོར་ཚེ། ཁོ་ཡི་ལྕེ་ལ་ནར་ཞིང་དབུགས་ཧལ་ཧལ་བྱེད་པ་ནི། རི་དྭགས་དེའི་ཕྱེད་ཀྱི་ཤ་ཁྱི་ཞིག་དང་མཚུངས། ཡིན་ན་ཡང་ཁོས་གྲོང་སྡེ་དེ་ནག་ཁུང་ངེར་དང་སྟོང་ལྷང་ངེར་ཡོད་པ་མཐོང། ཚོང་ཁང་རྣམས་ཀྱི་གོ་དན་དང། གྲོང་དེའི་རྒྱལ་ཁོངས་དག་རྒྱབ་ནས་གྱ་སང་ནང་ཁྱི་གཅིག་ཀྱང་མཐོང་ཡུལ་དུ་མི་འདུག་པས་དེ་ནི་གཤིན་པོའི་ཡུལ་ཞིག་དང་མཚུངས། བཀྲེས་ལྟོགས་དང་འུ་ཐུག་གིས་དེད་པའི་པི་ནོ་ཁྱོ་ཁང་པ་ཞིག་གི་དྲིལ་བུ་བཟུང་ནས་ནུས་ཤུགས་ཡོད་ཚད་རྒྱའི་སྤྲོད་འགོ་བརྩམས་པ་དང་ཆིག་ལབ་འདི་ལྟར་ཁྱབ། འདི། མི་ཞིག་སྒུག་ཉེན་རེད། དེའི་ངོས་སུ་མི་ཞིག་སྒུག་བྱུང། མགོ་ལ་མཚན་ཤ་གྱོན་པའི་གད་བུ་ཟུག་ཐུང་ཞིག་གིས་ཁུར་ནས་ཕྱིར་བལྟས་ཏེ་ཁྲོ་བའི་ངང་བཤད། དུས་ཚོད་འདི་འདྲ་བར་ཁྱོད་ལ་ཅི་དགོས་སམ། ཁྱོད་ཀྱི་སེམས་བཟང་གིས་ང་ལ་བག་ལེབ་ཆུང་ཆུང་ཞིག་གནང་ན་འགྲིག་གམ། དེར་གུ་དང། ང་ལམ་སེང་ཕྱིར་སླེབས་ཡོང། རྒྱལ་པོ་གཟུགས་ཐུང་དེས་དེ་ལྟར་བཤད་མོད། སེམས་སུ་ཁོ་ནི་མཚན་མོར་ཁང་པའི་དྲིལ་བུ་དཀྲོལ་ནས་ཁུ་སིམ་མེར་ཉལ་བའི་མི་ཡ་རབས་རྣམས་གཉིད་ལས་དཀྲོག་རྒྱུར་དགའ་བའི་རྟེན་གཞི་ཚོའི་ཁྲོད་ནས་གཅིག་ཡིན་ངེས་རེད་དྲན། སྐར་མ་ཕྱེད་ཀའི་རྗེས་སུ་གྱི་གུང་དེ་ཡང་བསྐྱར་ཕྱེ་བ་དང་སྔོན་གྱི་གྱད་བུ་གཟུགས་མཐོང་དེ་པི་ནོ་ཁྱོ་ལ་སྨྲས་པ། ཁྱོད་འོག་ལ་ཡོང་ནས་ཞྭ་མོ་ཟས་དང། པི་ནོ་ཁྱོ་ཕར་ཕྱིན་ནས་ཞྭ་མོ་སྤུད། འོན་ཀྱང། ཁོས་དེ་རྫས་ཁྲབ་ཡོད་པའི་ཚེ་ཆུ་དུང་བན་ཆེན་པོ་གང་མར་ཁོ་ཡི་མགོ་ཐོར་དུ་བྱོ་བ་དང། ཁོ་ཡི་མགོ་ནས་རྐང་མཐིལ་བར་གྱི་ལུས་པོ་ཡོངས་རྫོགས་སྐམ་ཉིད་དུ་ཤོར་བས། ཁྲུང་ཁྲུང་མེ་ཏོག་བུམ་པ་གང་ལྟར་རློན་པ་རློན་རྐྱང་དུ་གྱུར། པི་ནོ་ཁྱོ་ཡི་ཆུ་བངས་པའི་བྱ་རྟ་ཞིག་ལྟར་བཀྲེས་ལྟོགས་དང་ངལ་དུབ་ཀྱིས་ཡོངས་སུ་མནར་ནས་ཁྱིམ་དུ་ལོག། ཁོ་ལ་ཡར་ལངས་བའི་ནུས་ཤུགས་ཀྱང་མེད་པས་མར་འགྱེལ་བ་དང། རློན་ཞིང་འདམ་གྱིས་གཡོགས་པའི་རྐང་པ་གཉིས་མར་ལྷམ་མེར་འབར་བཞིན་པས། མེ་སྟག་གིས་གང་བའི་མེ་གླང་འཁྲིས་སུ་བཞག་སྟེ་ངལ་བསོས། དེ་ནས་ཁོ་གཉིད་དུ་ཤོར་ཞིང། གཉིད་ཁུག་པའི་སྐབས་ཁོས་ཤིང་ལས་གྲུབ་པའི་རྐང་པར་མེ་བསྲིངས་པ་དང་ག་ལེར་རྐང་པ་ཡོངས་རྫོགས་ཚིག་ནས་སོལ་བར་གྱུར། པི་ནོ་ཁྱོ་མུ་མཐུད་གཉིད་དུ་ཡུར་ནས། དུར་བ་འཐེན་ཚུལ་ལ་བལྟས་ན་ཁོ་ཡི་རྐང་པ་དེ་མི་གཞན་ཞིག་ལ་སྦྱར་བ་དང་མཚུངས། མཇུག་མཐར་ཐོ་རེངས་ཀྱི་མཚམས་སུ་ཁོ་གཉིད་ལས་སད། རྒྱུ་མཚན་ནི་མི་ཞིག་གིས་སྒོ་རྡུང་བཞིན་ཡོད་པས་རེད། སུ་ཡིན་ནམ་ཁོའི་མིག་ལ་ཕུར་ཕུར་དང་ཨ་ཐོང་རྒྱག་བཞིན་དྲིས། ང་ཡིན། སྐད་སྒྲ་ཞིག་ཚུར་ལན་སྟེར། པི་ནོ་ཁྱོ་དེ་ཇི་པི་ཐོ་སྐྱེས་ཡིན་པ་ངོས་ཟིན།